ད་སོ་སོའི་བར་ད་དུ་མི་མི་འགྱངས་ཅི་རེད། ད་མིའི་གི་ནུས་པ་ལ་ཚད་ཡོད་རེད་མ་གཏོགས་པའི་དེ་འདྲའི་བའི་ཅིག་ཚད་མེད་པ་ཅིག་ང་ཚོའི་གི་ཀླད་པའི་ནང་ཡོད་དེ་བས་ཅིག་ཅིག་སངས་རྒྱས་དང་བྱང་ཆུབ་སེམས་དཔའ་དེ་ཚོའི་གི་ཅིག་སྐུ་ཆེ་སྐུ་ཆེ་བའི་ཡོན་ཏན་བསམ་གྱིས་མི་ཁྱབ་པ་དེ་འདྲའི་ཡོད་པ་ནང་བཞིན་བསམ་སྟངས་དེ་འདྲ་འགྲིག་གི་མ་རེད་པ། དེ་དེ་ཡོད་ཡོད་མ་རེད་པ། དེ་མེད་དུས་ས་དེ་ཅིག་དཀའ་ངལ་རེ་བྱེད་དོ།

ཨ་ནི་ཅི་སངས་རྒྱས་བྱང་སེམས་ལས་ཡར་པའི་སྤྲུལ་པ་བྱེ་བ་སྟོང་ཕྲག་མང་པོ་བརྒྱད་རྒྱུ་ཡོད་རེད། ཀྱེ་ཞེས་ད་དེ་ནི་དམིགས་བསལ་ཅིག། ཀྱེ་དམིགས་བསལ་ཅིག་ཚོགས་ནང་རུ་ཀྱེ་ཡོད་ངོ་མེད་ད་སྤྲུལ་པ་བརྒྱད་དེ། ད་ག་ཞོར་ཅིག། ཁོ་རང་སྤྲུལ་པ་བསྟན་རྒྱུ་ཡོད་ཙང་ད་ཁོ་སྤྲུལ་པ། ག་ཞོར་ཅིག་ག་ཚེ་རྒྱན་རྒྱས་རབ་བྱིན་ཙང་ཨ་ན་ཁོ་ག་ཞོར་ཅིག་དེ་ག་སུ་ཅིག། མཁན་ཚ་བོ་རབ་ཅིག་མ་གཏོགས་པའི་དམིགས་བསལ་དེ་ཅིག།

དམ་པ་གོང་མ་རྣམ་པ་ཚོས་གསུངས་པ་ནང་བཞིན་ད་ལྟ་ནམ་མཁའ་དང་མཉམ་པའི་སེམས་ཅན་ཐམས་ཅད་ཀྱི་དོན་བྱེད་མ་ཐུབ་ཀྱང། དེ་ནས་ཀྱི་དེ་དག་ཐམས་ཅད་ཀྱི་སྨོན་ལམ་གྱི་ཡུལ་དུ་བཞག་ནས་མ་འོངས་པ་ན་ནམ། ཀྱི་ནམ་མཁའ་དང་མཉམ་པའི། ཀྱི་སྐུ་ལ། སྐུ། གྲངས་མེད་པ་ལ་སྤྲུལ་ནས་ནམ་མཁའ་དང་མཉམ་པའི་སེམས་ཅན་གྱི་དོན་བྱེད་པར་འགྱུར་བའི་སྨོན་ལམ། སྨོན་ལམ་ཡང་བཏབ་དགོས་མཐའ་ན་སྨོན་ལམ་ཡང་བཏབ་དགོས་རེད་གསུངས། རེད་གསུངས་དགོས་ཨ་དགོས་པ་རྒྱུ་མཚན་རུ་འདུག་བསམ་རབས་དེ་འདྲ་དྲན་བསྡད་ཡོད། དེ་ཡིན་དུས་སང་ནས།

དཀོར་ཟས་ཨ་དེ་ནོར་གྱི་བཞེས་ས་ཡིན་པ་རེད་ནོར་གྱི་བཞེས་ས། ད་དེ་རིང་ཡིན་དུས་ས་ནས་དཀོན་མཆོག་ལ་དཀོན་མཆོག་ལ་ཕུལ་བའི་གི་ནོར་དེ་ཚོ་ལ་དཀོར་ཟས་བཞེས་ས་རྒྱ་གོར་བ་བཞེས་ས། དེ་འདྲ་ཡིན་དུས་ས་ནས་ད་དཀོར་ཡིན་དུས་ས་ནས་ད་དེ་དགེ་སློང་དགེ་སློང་གི་དགེ་འདུན་རྣམ་པར་དག་པ་ད་དགེ་སློང་སྐད་ཆ་མི་འདུག་ད་རབ་ཏུ་བྱུང་བའི་དགེ་འདུན་རྣམ་པར་དག་པའི་གི་ཨ་ནི་སྦྱིན་བདག་དད་པ་ཅན་གྱིས་ཕུལ་བའི་གི་ད་ཅིག་གསོན་ཟས་ད་ཅིག་ག་རེ།

དགེ་འདུན་ལ་བརྟག། ད་དགེ་འདུན་དེ་ལ་བརྟག་པའི་སྐོར་སྐོར་རྣམ་གཞག་ར་མང་པོ་ཞིག་གྲགས་ཡོང་བ་འདི་ཡོད་རེད་དེ། ཡིན་ན་ཡང་འདུལ་བའི་ནང་ལ། དེ་དགེ་སློང་རྣམ་པར་དག་པ་ཅིག་ཞི་བདེ་ཅིག་ཚོགས་པ་ཡིན་ན་དེ་ལ་དགེ་འདུན་གསུང་དགོས་པ་རེད་དཱ། སངས་རྒྱས་བཅོམ་ལྡན་འདས་ཁོ་རང་དང་བས་ཅིག། འདྲ་བ་རུ་ཅིག་ཡིན་པ་དེ་འདྲས་གསུངས་ཡོད་རེད་དེ་ནས་ཡིན་དུས་སང་ནས། དགེ་འདུན་ལ་ཕུལ་བ་ཡིན་ན་ཕུལ་བའི་བསོད་ནམས་ཡང་ཡོད། ཞེས་པ་ཟེར་དུས་རྩ་ནི་བར་དཀར་ཞོ except ལེན་པའི་བསོད་ནམས་ཡང་ཡོད་རེད། བསོད་ནམས་ཉིས་བརྩེགས་ཡིན་དགོས། ད་ཡིན་ན་ཡང་དགེ་སློང་པའི་རྣམ་དགེ་འདུན་རྣམ་པར་མ་དག་པའི་གི་དེ་ནི་དགར་ཞོ་དེ་བསད་དང་ཤིང་བསད་དེ་ཚོ་ལོངས་སྤྱད་པ་ཡིན་ན་གར་ཡོང་གི་རེད་ཟེར་ན། མཆོད་པའི་གནས་མ་ཡིན་པ་ལ་མཆོད་པའི་གནས་ཡིན་མདོག་མདོག་བྱས་བསྡད་དེ་ཡོད་རེད།

སྔོན་མ་ངས་ཅིག་བཞག་བྱུང་བ་ན་བཞིན། ཨ་ནེ་ང་ཚོས་ཅིག། དགེ་འདུན་པ་རྣམས་ཀྱིས་བྱས་ནས་ལས་ཀ་དེ་མ་བྱས་བྱས། ཡིན་ན་ཡང་པས་གླ་ཆ་ཟེར་བར་བས་ད་ཅེ་གླ་ཆ། གླ་ཆ་རབས་ཞིག་རེད་ད་བས་ཟ་མ་རྒྱག་ཚེ་ཟས་ན། ད་ང་ཚོ་འཛམ་བུ་གླིང་གི་ནང་ནས་མི་མི་སྡུག་ཤོས་དེ་རེད་ད། རབ་ཏུ་བྱུང་བ་དེ།

བསྔགས་བརྗོད་གནང་ནས་ད་ཡག་པོ་རེད་ཟེར་གྱི་ཨང་ཀི་དེ། ཁོ་ཚོ་ག་རེ་ཟེར་ན་སྐོར་ལ་ཞེད་ནས་མ་གདའ། སྐོར་ལ་ཞེད་ནས་རེད་མ་གཏོགས་ཡང་དེ་ག་ས་མ་གདའ། ཁོ་རང་ཚོས་སྐོར་ལོངས་སྤྱད་ན་ཡག་པོ་མི་འདུག་ད། དེ་རིང་དུས་སང་ནས། དེ་ཉེས་པ་ཤིན་ཏུ་ལྕི་བ་རེད་འདུག་བསམ་ནས་དེ་ནས་དེའི་ཉེས་པ་ལ་འཇིགས་ནས་དེ་ནས།

ཚུལ་ཁྲིམས་ལྡན་པ་དང་གྲོལ་བ་ཐོབ་པ་སྲིད་དུ་བརྩམས་ནས་རང་ཉིད་ཚུལ་ཁྲིམས་རྣམ་པར་དག་པ་རྒྱུད་ལ་ལྡན་པའི་གང་ཟག་ཅིག་ཡིན་པ་ཡིན་ན་དེའི་སྐོར་ལོངས་སུ་སྤྱོད་ཆོག་གོ། དེ་ལས་ཉེས་པ་ཡང་མེད་སྐོར་ལོངས་སུ་སྤྱོད་ཉེས་པ་ཡང་མེད། གྲོལ་བ་ཐོབ་པ་སྲིད་དུ་བརྩམས་ན་དག་ཅིག་དགྲ་བཅོམ་པའི་དགོངས་པ་ཐོབ་པར་རབ་ཏུ་འདྲིལ་ཅིག་ཡིན་པ་ཡིན་ན་དེ་ནི་གོ། སྐོར་ལ་ལོངས་སུ་སྤྱད་ན་ཉེས་པ་ཡང་མེད། དེ་མ་གཏོགས་པའི་སྐོར་ལས་ལོངས་སུ་སྤྱད་ན་ཉེས་པ་ཆེན་པོ་ཞིག་དག་ཡོད། སྔོན་མ་ཡིན་ན་དེ་ནི་རབ་ཏུ་བྱུང་བ་དེ་བཟོད་ཀྱི་སངས་རྒྱས་བཅོམ་ལྡན་འདས་ཞལ་བཞུགས་པའི་སྐབས་ལ་ཡང་ཞལ་བཞུགས་པའི་སྐབས་དང་ཨ་ནི་ཅིག་དེའི་ཕྱིས་སུ་ཡིན་ན་ཡང་རྒྱ་གར་ལ་རབ་ཏུ་བྱུང་བ་དེ་བཟོད་ཀྱི་དེ་ནི་པའི་ཅིག་གར་བྱུང་བའི་འཚོ་བ་དེ་ཁོ་རང་ཚོ་ཅིག་འཚོ་བ་སྐྱེལ་སྟངས་དེ Livelihood ཟེར་མར་བའི་དག་དེ་འཚོ་བ་སྐྱེལ་སྟངས་དེ་དཔེ་མི་སྲིད་པའི་གར་བྱུང་བ་དག་ཅིག་ཆོག་ཤེས་ཆེན་པོ་ཞི་དྲག་ཡོད་པ་རེད། ཆོག་ཤེས་ཆེན་པོ་ཞི་དྲག་ཡོད་པ་ཡིན་ཙང་དེ་གི་ཕྱོགས་གཅིག་ནས་ཨ་ནི་གར་བྱུང་བའི་དག་ཁོ་རང་གིས་ཅིག་ཉམས་ལེན་ལ་ཡང་ཕན་པ་ཆེ། ཨ་ཕྱོགས་གཅིག་ནས་ཅིག་ཁོར་ཡུག་སྲུང་སྐྱོབ་ལ་ཡང་ཕན་པར་ཡོང་དགོས་ཀྱི་ཡོད་ས་རེད། བྱས་ཙང་དེང་སང་ཅིག་འཚོ་བ་ལ་ཆོག་ཤེས་མེད་པ་ཡིན་ཙང། དེའི་རྒྱུ་མཚན་བསྟན་ནས་ད་ང་ཚོ་ཅིག་དཔེ་ཅིག་དཔེར་ན་ཁྱིམ་ཚང་ཅིག་ལ་ཆ་བཞག་པ་ཡིན་ན་ཡང་དེའི་ནང་གི་ནང་ཆས་དང་དེ་ནས་སྒྲིག་ཆས་དང་ཅིག་ད་བར་ནས་དཔེ་མང་པོ་ཞིབ་ཅིག

དེ་རིང་འདིའི་རྒྱུ་མཚན་བསྟན་ནས་ང་ཚོའི་གི་འཛམ་བུ་གལ་ཏེ་ང་ཚོ་འཛམ་བུ་གླིང་མི་ཚང་མའི་གི་སོ་སོའི་རྣམ་དཔྱོད་དེ་བཙལ་ཏེ་བཏོན་ནས་དེ་ག་དཔེ་ཤུགས་རྐྱང་རྐྱང་མ་བྱེད་པ་བྱས་དཔེ་རྐྱང་རྐྱང་ནས་བྱེད་དེ་མི་གཞན་དག་གི་ལད་མོ་རྐྱང་རྐྱང་མ་བྱེད་བྱས་སོ་སོའི་རྣམ་དཔྱོད་གི་བཙལ་བཏོན་ནས་དངོས་གནས་དྲན་ནས་གི་སོ་སོའི་གི་གི་འཚོ་ཐབས་དེ་ཨེ་ཨེ་ནས་གི་སོ་སོའི་གི་གར་སོ་ད།

གཙོ་བོ་དེ་ང་ཚོའི་ཁ་ཟས་ཀྱི་ཆེད་དང། དེ་ནི་གོས་ཀྱི་ཆེད་དང་དེ་འདྲའི་ཆེད་དུ་བསྲེགས་ཤིང། བྱས་ཙང་ད་འདིའི་སྐབས་ལ་ཡར་འདེམས་ཤིག་ཡོད་དུས་ཨ། འདིར་གལ་ཆེ་བ་རང་རེ་རབ་ཏུ་བྱུང་ནས་མ་དག་པའི་དངོས་པོ་ཡིས་སྤོང་བཀོལ་ཏེ་ཤ་ཆང་གོ་ཆ་མཚོན་ཆ། བཞོན་པ་ཁལ་དང་བཅས་པ་ཚོང་གི་བུན་སྐྱེད་དང་བཅས་པ་ལོ་ཏོག་ཁང་ཁྱིམ་དང་བཅས་པ་བཞོན་མ་འབྲོག་དང་བཅས་པ་སྐད་ཅིག་ཀྱང་བདག་བཟུང་དང། ཁྱད་པར་ཤ་ཆང་མཚོན་སོགས་ལ་མིག་གིས་བལྟ་བ་ཙམ་ཡང་སྤང་ངོ་འདི་བརྒྱད་མ་སྤངས་ན་བཀའ་རྒྱུད་འདི་པར་མི་རྟོགས་པས་འདི་ལག་ལེན་དུ་འཐད་པ་གལ་ཆེ།

ཟླ་གཅིག། བླ་མ་གོང་མ་རྣམ་པར་ཚུད་དེ་ལུང་དེ་སུ་དྲན་དུས་སང་ཟླ་འདིའི་ནར་མི་རྒྱུད་དུ་ལུང་དེ་དྲངས་པ་རེད། མ་དག་པའི་དངོས་པོ་བརྒྱད་སྤོང་དགོས་རེད། མ་དག་པའི་དངོས་པོ་བརྒྱད་སྤོང་དགོས་པ་རྒྱུ་མཚན་ག་རེ་རེད་ཟེར་ན་འདི་ལ་མཆན་ཞིག་འདུག་བཀའ་རྒྱུད་འདི་པར་མི་གཏོགས་ཞེས་པ་ལ། བཀའ་རྒྱུད་པའི་གྲལ་ལ་གཏོགས་གི་མེད། ཤ་དང། ཤ་དང་མཚོན་ཆ་དང་དེ་ཚུ་བས་བཞག་ཡོང་ན། མ་དག་པའི་དངོས་པོ་བརྒྱད་མ་སྤངས་ན་ཨ་ནི་བཀའ་རྒྱུད་འདི་པའི་གྲལ་ལ་གཏོགས་གི་མེད་ལྷག་པར་དུ་ཨ་ནི་པའི་ཤ་དང་ཆང་དང་མཚོན་ཆ་དེ་ཚོ་ལ་དཔེ། ལག་ལེན་བསྟར་ཡོང་ན་བཀའ་རྒྱུད་འདི་པར་ལྟོ་གོས་མེད་ཟེར་བ་དེ་ལ། རྗེ་སྒམ་པོ་པ་འདི་ཟླ་འོད་གཞོན་ནུ་མ་འོངས་པ་ན་དགེ་སློང་འཚོ་བྱེད་དུ་འགྱུར་བའི་དུས་ད་པའི་སྐོར་ལ་སྦྱང་ཡོན་དང་ལྡན་པ་མ་དག་པའི་དངོས་པོ་བརྒྱད་མི་འཆང་བ། རྟག་ཏུ་དབེན་པ་ལ་ཞི་བ་རྣམ་པར་དག་པའི་སྒོ་གསུམ་གྱི་གནས་པས་གནས་པ་སུ་འབྱུང་བར་གསུངས་པ་དེའི་དབང་དུ་བྱས་པ་ཡིན། མ་དག་པའི་དངོས་པོ་བརྒྱད་ཁྲིད་ཡིག་འདིར་བགྲངས་པ་དང་གཞན་དུ་བགྲངས་པ་གཉིས་འདྲ་མིན་དུ་ཡོད་པ་ཡང་ལུགས་གཞན་པའི་རྣམ་གྲངས་ཡོད་པས་ཤེས་པར་བྱའོ། བྱས། བྱས་ཙང། རྗེ་དང་པོ་ཟླ་འོད་གཞོན་ནུ་ལུང་བསྟན་པའི་དགེ་འདུན། སངས་རྒྱས་ཀྱི་བཀའ་ཡི་ནང་ལོགས་ལ་ཡང། དེ་ནས་ཟླ་འོད་ཞུ་ནུ་མ་འོངས་པ་ན། དེ་ནས་ཟླ་འོད། དེ། ཀུན་དགའ་བོ་མར་བས་ཟླ་འོད་ཞུ། དོན་གསུམ་པ་ཟླ་འོད་ཞུ། དེ། དགེ་སློང་འཚོ་བྱེད་དུ་ལུང་བསྟན་པའི་སྐབས་ལ་ཡང། དེ་ནས་མ་འོངས་པ་ན་དེ་ནི་ཅིག་དག་པའི་འཁོར་ལ་སྦྱངས་པའི་ཡོན་ཏན་དང་ལྡན་པ་མ་དག་པའི་དངོས་པོ་བརྒྱད་མི་འཆང་བ། དེ་འདྲས་ཀྱི་ལུང་བསྟན་གནང་ཡོད་རེད། དེའི་དབང་དུ་བྱས་ནས་གསུངས་པ་ཡིན། དེའི་སྐབས་ལ་མ་དག་པའི་དངོས་པོ་བརྒྱད་བྱ་འདི་ལ་ཡང་ཁྲིད་ཡིག་འདྲ་མི་འདྲ་ནང་ལོགས་ལ་ཡོད་པས་བསྒྲིགས་ཚུལ་མི་འདྲ་བ་རྣམ་གྲངས་མི་འདྲ་བ་མང་པོ་བཞག་འདུག་ཡིན་ན་ཡང་སྐབས་འདིའི་རང་ལུགས་ཡིན་དང། འདི་ལུགས་འདི་ཡི་ལུགས་ཡིན་གཞན་དག་དེ་ཚོ་ལུགས་གཞན་དག་གི་ལུགས་ཡིན། བྱས་ཙང་འདིའི་ལུགས་ལ་ཡང་དག་ཤ་དང་ཆང་དང་དེ་ཚུལ་མ་དག་པའི་དངོས་པོ་བརྒྱད་ནང་དྲངས་པ་ཡིན་གསུང། ད་འདིའི་སྐབས་ལ་བརྟག་བཞག་ཅིག་ཤེས་ན་ཡང་འགལ།

ཡིན་ན་ཚེ་རབས་ཕྱི་མ་དེ་ཚོ་ལ་ཨེ་ན་བའི་སེམས་ཅན་སྲོལ་ངན་གྱི་བའི་ཤན་པ་ལ་མི་འགྱུར་ཐེ་ཚོམ་གར་སོ་ཐོ་གར་སོ་རེ་མི་འགྱུར་བ་མི་སྲིད་པ་ཡིན་རྒྱུ་བསམ་ན་ད་ལྟའི་འདྲའི་ཚེ་མི་འགྱུར་བའི་གི་དག་པའི་འབད་རྩོལ་བྱ་དགོས་འདུག་ཤེས་ན་མ་གང་མ་བྱུང་ན་དེ་འདྲའི་བསམ་ནས་ཨེ་ན་བ་སོ་སོའི་ཤ་དེ་བ་བཅད་ནས་ཤ་དེ་བཅད་ནས་ད་དོན་དག་དོན་ཏོ་དེ་བཅད་དགོས་པའི་གི་རྒྱུ་མཚན་རབ་དེ་ཚེ་རབས་ཐམས་ཅད་དུ།

ཀྱི་རྣམ་ཐར་གསོལ་འདེབས་རེ་བརྩམས་ཞོལ། དེའི་ཞུ་སྒོ་དེ་ལ་ཡང་ཚིགས་བཅད་དེ་མ་བླུགས་ཆེ། ཨན་ད་ཅིག་ཆོག་ཅིག་ནས། ཀྱི། རྒྱལ་དབང་སྐུ་གོང་མ་རེ་ཅིག་གསོལ་འདེབས་རེ་བྱེད། ཆོག་ཅིག་ནས་སོ་སོའི་སྨོན་ལམ་རེ་བྱེད། ད་དེའི་ནང་རོ་ལ་ཡང་ཨན་གར་ཤག་དེ་ཚིག་དེའི་གར་ཤག་ང་རང་གས་བྱེད་རོགས་ཞེས་བཀྲལ། དེ་ནས། འདིའི་ཚིག་དེ་གང་ཡིན་གོ། ནམ་མཁའི་མཐིལ་དུ་སྐྱོད་པའི་མ་རྣམས་ཀྱིས་བཟོད་མེད་ཉམ་ཐག་ངང་ཚུལ་ལེགས་བསམ་སྟེ་འགྲོ་ཀུན་ཡིད་ལ་ཆགས་པའི་བརྩེ་བ་དང་ཚེ་རབས་ཀུན་ཏུ་འབྲལ་བར་མ་གྱུར་ཅིག། ད་དེ་འབྲས་ཀྱི་སྨོན་ལམ་རབ་ཞིག་བརྒྱབ། ད་དེའི་ཤ་བཅད་པའི་ཉིན་མོ་ར་དེ་སོ་མར་བས་ད་དེ་ལ་ཡང་རྡོ་རྗེ་གདན་གྱི་མཆོད་རྟེན་གྱི་ངང་སྟོན་དཔལ་གྱི་སྟོན་དཔལ་གྱི་སྐུ་བརྙན་དགུ་འདུས་དེ་ལྟའི་སྨོན་ལམ་རབ་ཏུ་འཚང་ཞིང་འདོན།

གང་ལྟར་ཡང་ངས་སྔོན་མ། སྨོན་ལམ་སྐབས་ལ་བཤད་པའི་སྐབས་ལ་ཡིན་ན་ཡང་ཁོ་གསལ་པོ་བཤད་ཡོད་རེད། ཡིན་གཅིག་མིན་གཅིག་པས་ཤ་སྤོང་ན་མ་ད་འགྲིག་གི་མ་རེད་ཡིན་གཅིག་མིན་གཅིག་སྤོང་དགོས་རེད། ཁྱོད་ཀྱི་མ་སྤངས་ན་ངས་ཁྱོད་གསད་བྱ་གི་ཡིན་ཟེར་བ་སོགས་དེ་འདྲའི་སྐད་ཆ་བཤད་ཡོད་མ་ད། ག་འདྲས་བཤད་ཡོད་རེད་ཟེར་ན། ང་ཚོས་ཀྱིས་ཤ་ཟ་བ་དེ་ལ་བསམ་བློ་ཅིག་གཏོང་དགོས་འདུག།

སོ་སོའི་ཐག་བཅད་ཡ་རེད་ལྷག་པར་དུ་ཅིག་ཤ་ཟ་མ་ཟ་ཟེར་ཡ་དེ་སོ་སོས་རྒྱུ་མཚན་ཤེས་པའི་ཐོག་ནས་ཨ་ནི་ཤ་པང་འཐུང་ན་ཡག་པོ་འདུག་མ་གཏོགས་པས་ཨ་ཅིག་སངས་རྒྱས་ཀྱིས་གསུང་གི་འདུག་ཅིག་བླ་མ་ཅིག་ཅིག་གིས་གསུངས་པ་རེད་ཨ་ནི་ཅིག་ལབ་པ་མ་གཏོགས་སོ་སོ་ལ་བས་ཅིག་མྱོང་བ་ཁྱད་པར་ཅན་དང་འཚོ་བ་རྣོན་པོར་ཞིག་མ་བྱུང་བ་ཡིན་ན་དེའི་ཕྱོགས་སུ་འགལ་མི་འདུག་ཅིག་གང་ཞུ་བ་དང།

དེ་རིང་དུས་སང་དེའི་རྒྱུ་མཚན་དེ་ལྟ་སྟེ་བསམ་གཏོང་ག་རེ་གལ་ཆེན་པོ་འདུག། ཡིན་ན་ཡང་ཅིག་ང་ཚོའི་གི་མཚམས་མཚམས་ཡང་བསམ་བསམ་གཏོང་སྟངས་འདི་ཅིག་ཨ་རེད། ཅིག་བླ་མ་སྤྲུལ་སྐུ་ཅིག་བྱང་ཆུབ་སེམས་དཔའ་གསང་བར་བ་ད་ཅིག་བྱང་ཆུབ་སེམས་དཔའི་རྣམ་སྤྲུལ་བསམ་བཞིན་དུ་སྐྱེ་བ་བཞེས་བསྡད་པ་ད་དེ་ཚོའི་གི་བའི་ཤ་དེ་ཆོས་སྒོ་རེད་ད། ཤ་དེ་ཚོ་ཆོས་གང་རེད་འདྲེ་ཐོག་ཅག་འདྲེ་འགྲོ་རེད་ལ་འདྲེ་འགྲོ།

འབྲུག་པ་ཀུན་ལེགས་ཀྱི་བཀའ་འབུམ་ནང་ལ་དེ་སྒྲུང་དེ་ཡོད། དེ་སྒྲུང་དེ་ནུས་པ་ཆེན་པོ་རེད་འདུག་བསམ། དེ་ག་དྲན་ཟེར་ན། ལུང་པ་ཅིག་ལ། ལུང་པ་ཅིག་ལ་ཡུལ་ལུང་པ་ཅིག་ལ། ཡང་ན་ཕ་མ་རྒན་རྒོན་གཉིས་ཡོད་རེད། རྒན་གོག་གཉིས།

དེ་འདྲའི་དཀའ་ངལ་བྱུང་བ་རེད། ད་ཟ་རྒྱུ་མ་རེད་དཀའ་ངལ་ཆེ་དུས་ད་སྐུ་གསུམ་མུ་གེའི་ཤི་གྲོགས་བྱས་ནས་ཟ་རྒྱུ་མེད་ནས་མུ་གེའི་ཤི་གྲོགས་བྱེད་དགོས་པ་རེད། མུ་གེའི་ཤི་གྲོགས་བྱེད་དུས་ད་ནི། དེ་ཕ་མ་གཉིས་དེ་བསམ་པ་ལ་ད་ངེད་གཉིས་ཀྱིས་ཤི་དེ། དེ་གི་པའི། གར་ཤོག་དག་དེ། ཕུང་པོ་རེད་པོ་དེ་ཤ་རེད་པོ་དེ་སྤུ་གུ་དེ་ལ་སྤྲད་དགོ་བསམ་དྲན་ནས། སྤུ་གུ་དེ་བསམ་པ་ད་དེ་ཕ་མ་རྒན་རྒོན་གཉིས་དེ་ད་འདི་འདྲ་བྱས་ན་ཙང་འགྲིག་མ་སོང། ང་རང་ཤི་ནས། ཨ་ནུ་པའི་ཕ་མ་གཉིས་ལ་སྤྲད་དགོ་བསམ་དྲན།

ད་ག་ད་དུ་གཙོ་བོ་དེ་སོ་སོ་སོའི་གི་ཅིག་སེམས་བསྐྱེད་ཀྱི་ཁྱད་པར་བསམ་པའི་ཁྱད་པར་སེམས་ཀྱི་ནུས་པའི་ཁྱད་པར་རེད། དེ་ནས་འདུས་ས་ངས་དེ་འདྲ་ཅིག་འདྲི་བཤད་རབ་འདུག་ཟེར་རན་མ་གཏོགས་པས་ཡང་ཁ་ཤས་བསམ་བློའི་ནང་ལ་ལ་ཅིག་ཁོས་ཁ་བདེ་བར་རེ་བཤད་བྱས་ཅིག་ཤ་ཟས་ན་པའི་བཀའ་རྒྱུད་ཀྱི་གྲལ་གཏོགས་དབུ་མའི་ཅིག་འདྲ་བའི་རེ་བཤད་འདེགས་འདུག་ཟེར་ད་དེ་ཚོ་སྐད་ཆ་དེ་ཚོ་གལ་ཆེན་པོ་མ་རེད་གལ་ཆེ་ཤོས་དེ་ག་རེད་ཟེར་ན།

དཔེར་ན། ཁོ་འཁོར་ལོས་སྒྱུར་བའི་རྒྱལ་པོ་ཞིག་ཡིན་ན་ཡང་ཁོ་ཆོག་ཤེས་བྱས་ན་འགྲིག་གི་རེད་པ། ཆོག་ཤེས་བྱེད་ས་དེ་ཁོ་ལྕགས་ལམ་མང་པོ་ཡོད་ན་ཆོག་ཤེས་བྱེད་མི་ཆོག་ཅག་མ་རེད་པ། ད་ཆོག་ཤེས་ས་དེ་ནང་ནས་བྱེད་དགོས་རོགས་མ་གཏོགས་ཕྱི་ནས་བྱེད་ཡག་ཡོད་མ་རེད་པ། ཁོ་སོ་སོའི་ལྕགས་ལམ་ཚང་མ་མེད་པ་བཟོས་བཞག་ན་ཆོག་ཤེས་ཡོད་མེད་ཐེ་ཚོམ་རེད་པ།